ཡང་བཅུ་གཉིས། ཡང་བཅུ་གཉིས་བདག་དང་ས། ཡང་བཅུ་ག་ཚོད་ཡོད་རེད་ཟེར་ལབ་པ་ཡིན་ན་གཉིས་ཡོད་རེད་ཟེར་བ། ག་རེ་རེད་ཟེར་ལབ་པ་ཡིན་ན་བདག་དང་ས། བདག་དང་ས་གཉིས་ཡང་བཅུ་རེད། དེ་ནས་ང་ཚོ་ཡང་བཅུ་གྱི་དཔེར་བྱ་བཞག་པ་ཡིན་ན་དཔེར་ན། ཉག་ག་ཟེར་ཉག་ཉག། ཚག་ག་ཟེར་ཚག།

ག་པ། འདི་མིང་གཞི་བྱས། ཁོ་ཚོ་མིང་གཞི་ཡོད་རེད་བ། ཀ་ནི་ཨ་བར་དུ་མིང་གཞི་ཡང་ན་མིང་གཞི་ཉི་ཤུ་དེ་འདྲ་ཡོད་རེད་བ། མིང་གཞི། དེ་ནི་ཡི་གེ་དཀྱུས་མ། ཚོན་མདོག་དམར་པོ་ཞིག་འཇོག་བྱེད་དོ། ག། ག། ག། བ། ང། བ། ལས་བྱེད་དོ། ཡི་གེ་བཞི་དོ། འདི་ག་རེད་ཟེར་ལབ་པ་ཡིན་ན་ང་ཚོ་རྗེས་འཇུག། ང་ཚོ་རྗེས་འཇུག་བཅུ་ཡོད་རེད་བ། ག་ང་ད་ན་བ་མ་ར་ལ་ས་ནས་རྗེས་འཇུག་བཅུ་ཡོད་རེད་བ། འདི་ནང་ནི་འདི་ཡི་གེ་དམར་པོ་ཆ་ཚང། རྗེས་འཇུག་བྱས། དེ་ནི་ཡི་གེ་གསུམ་པ། ཚོན་མདོག་སྔོན་པོ་ཆེ་ཞེས་བཟློ། ཉག་ག་ཟེར་ཉག། ཚག་ག་ཟེར་ཚག། གང་ང་ཟེར་གང། བབ་བ་ཟེར་བབ། ལ་ལ་བ་སུ། ཐ་མ་ལ་ས་སུ། ས་གཞི་བཟློ། འདི་ས་འདི་ཚོ་ག་རེ་ཟེར་ལབ་པ་ཡིན་ན། ཡང་བཅུག་ཟེར་བ། ཡང་བཅུག་གཉིས་ནང་ནི། ཡང་བཅུག་དང་པོ་ས་འདི་རེད་བཟློ། ཡང་བཅུག། ད་འདི་ཚོ་ཁ་བཤད་ལ་ང་ཚོ་དཔེར་བརྗོད་བཞག་པ་ཡིན་ན། དཔེར་ན། ཚག་ག་ཟེར་ཚག། ལ་ལ་བ་སུ། ཚག་པར་ཟེར་བ།

ཚག་ག་སེ་ཚག་པར་ར་པར་ཚག་པར་ཨ་ད་ཞབས་ཀྱི་འདུག་ག་འདུག་དེའི་ནང་བོད་ཡིག་ཚག་པར་འདུག་ར་བ་ང་ཚོ་འདི་པར་ས་དང་པར་ནང་འདི་ལ་ང་ཚོ་ཨིན་ཇི་ག་ཇི་ར་བ་ཨིན་ཇི་གི་ཚག་པར་འདུག་ག་འདི་དང་མཉམ་དུ་བོད་ཡིག་བོད་ཡིག་གི་དུས་བབ་ལ་ཡ་ཅིག་ང་ཚོ་བོད་ཡིག་གི་ཚག་པར་ཡང་འདུག་ར་བ་ཚག་པར་ཚག་པར་ནང་ལ་ང་ཚོ་དེ་ནས་རྒྱལ་ཁབ་ག་བ་ལ་བྱུང་བའི་གནས་ཚུལ་འདྲ་བ་དང་དེ་ནས་ལུང་པ་ལ་བྱུང་བའི་གནས་ཚུལ་དེ་འདྲ།

གངས་ང་སེ་གངས་ར་གི་གུ་རི་ཨ་གི་གུ་ཡི། ས་ག་ད་གངས་ང་གངས་ལ། གངས་རི་གངས་ལ། གངས་ང་སེ་གངས་ས་འབྲིང་པོ་སེང་ང་སེང་གངས་སེང། ཡ་ན་རོ་ཡོད་ད་ཡོད་པ། ར་འབྲིང་པོ་རེད་ད་རེད་ཡོད་པ་རེད། གངས་རི་གངས་ལ་གངས་སེང་ཡོད་པ་རེད་ཟེར་བ། གངས་རི་ལ་ན་ང་ཚོ་ས་ཆ་མཐོ་བོ་དེ་འདྲ་ལ་ང་ཚོ་ཁ་བ། ཁ་བ་བབས་ས་གི་དེ་འདྲའི་རི་དེ་འདྲའི་ལེགས་འདུག་ཨ་གངས་རི། འོ། དཔེ་ཐག་ཡངས་པོ་ལེགས་འདུག་ཨ་གངས་རི་ཆུ་མོ་དེ་འདྲའི། འོ་དེ་འདྲའི་གི་གངས་ལ་ང་ཚོ་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན་གངས་སེང། གངས་ལ་དེད་མཁན་གྱི་སེང་གེ་གངས་སེང་ཡོད་པ་རེད།